འོད་འཕྲོས་ཏེ་སེམས་པ་རྣམ་དག་གིས་ཟུག་གི་ཡོད་རེད་བ། ཕན་ན་བསམ་ཟུག་གི་ཡོད་ཚོགས་པ་སྤྱི་ཚོགས་ལ་ཕན་ན་བསམ་ཟུག་གི་ཡོད་རེད་བ་དེ་འདྲ་ཡིན་བསམ་པ་ལ་ཡང་ང་ལ་རོགས་པ་གནང་རོགས་གནང་རོགས་ང་ལ Subscribe ཡིན་གྱི་མིན་གྱི་གནང་རོགས་གནང་བྱུང་བ་ཡིན་ན་དེ་མ་ད Subscribe གནང་ཡང་ད་དཀའ་ལས་སུ་གས་ཡོད་མ་རེད་བ Like གནང་རོགས་གནང་རོགས་ཨ་ནི་ཁྱེད་རང་དེ་ངའི་གནས་ཚུལ་དེ་ཁྱེད་རང་ལ་ཡང་དངོས་གནས་ཕན་ཐོགས་པོ་འདུག་བསམ་གྱི་ཡོད་པ་ནི་ཁྱེད་ཚོ་ཚོང་གི་གུརུབ་མང་པོ་ཡོད་ར་ཚོང་སོ་སོ་སོ་དེ་ཟིན་རོ་དེ་ནས་ངས་འདི་བིད་འགྲོ་དེ་འཇི་མི་འཇི་བཤེར་གནང་རོགས་གནང་རོགས་ཨ་ནི་རང་འདུས་ངང་ལ་ཞུགས་ཅིག་ཕན་ཐོགས་གི་ཡོད་འདུག་ཕན་ཐོགས་ཐོགས་བཅུ་འདོད་ཡོད་པའི་ན་ནི་བིད་འགྲོ་དེ་གང་བརྩམ་གཏང་རོགས་གནང་རོགས་བིད་འགྲོ་དེ་འཇི་མི་འཇི་གང་བརྩམ་བྱེད།

གལ་ཆེ་ཤོས་ཅིག་གང་ལྟར GST ལས་གྱུར་བ་ཆེན་པོ་ཞིག་ཐེངས་རེ་ལ་ནི་ད news ཞོགས་པའི་ནས news ད་ག་རང་འགྲོ་ཞིག་རེད་དོ། ད་གང་ལྟར news གྱུར་བ་འདི་འདྲའི་གི་ཆེན་པོ་གང་ལྟར་མང་པོ་ཅིག་གིས་ཞུས་ན་ད་རྒྱ་གར་དེ་འདི་ནས་བྱས་ནས་ཞུ་ཡར་རྒྱས་འགྲོ་གི་རེད། མི་མང་གིས་གང་ལྟར་མེན་གྷའི་བཞུགས་དུ་ཟེར་སོང་གི་དགོངས་ཚད་ནས་མང་པོ་ཅིག་ཆགས་འགྲོ་གི་རེད་ནམ་རྒྱུན་གྱི། ད TV ནས་བྱས་མོ་ཏྲ་རེད་ད་ག་ནང་བཞིན་ཅིག་གི fridge རེད་ད་ག་ནང་བཞིན་གྱི་ཟ་ཡས་ཀྱི། ད་ཆུ་ར་མར་དེ་དག་མང་པོ་ཞིག་འདུག་ད་གང་ལྟར། གོང་ཁྱེའུ་ཆག་རེ་ལས་སྦྱོར་བ། དེ་འདྲའི་ཆག་རེ་ལྟར་མང་པོ་ཅིག་ད་ག་ག་དུ་ཡར་གའི་ཞུགས་དྲུག་རེ་ག་ལི་ག་ལི་བྱེད་ད་ཟླ་བ་ལྔ་དྲུག་ནང་ལོགས་ལ་ཡ། འདི་ཨ་ནི་དགེ་བ་ཆེན་པོ་དྲུག་རེ་ལ་ཡས་དུར་བ་ད་གང་ད་འདི་གནས་ཚུལ་ག་རེ་ཡིན་ན་འདྲ་མ་ནི་འདྲ། ང་ཚོའོ་ད་བོད་པ་གི་ཚོང་པ་ཚོ་ལ་ཡ་འདི་གི་ཁ་བ་ག་དྲུག་རེ་ལ་སྦྱོར་ང་ནི་མི་འདོད་འདི news དེ་ཉན་པ་དང་དང་ཤོས་ཁོ་རང་ད་ག་རང་འགྲོ་ཅིག་ཨ། འདི་གང་ལ་གནས་ཚུལ་ག་རེ་འདུག་ཡ་འགྲོ་སྦྱོར་བ་ད་འདི་ང་ང་ཚོ་བོད་པ་ལ་ཡ་ག་རེ་ཁ་བ་འགྲོ་གི་ཡོད་མེད། ད་ཡིན་པ་ག་རེ་ཡིན་ཞུས་པ་ན་ཨ་མདའ་རྙེད་མ་ཡིན་ན་ང་ཚོ་ད་ང་ཚོ་བོད་པའི་ཚོང་པ་ཚོ་ད་བཞུགས་མེད་རོགས་ཡིན་ནའི་ད་ང་ཚོ་དང་འདྲ་བའི་གི་རྒྱ་གར་ཚོང་པ་ཡོང་གི་རེད་རོགས་ཨ་ནི་ལུ་དྷི་ཡ་ན་རེད་ལྡི་ལི་རེད་ད་ང་ཚོ་ད་བཅའ་ལག་ཐོན་ས་མང་པོ་ཡོད་རོགས་དེ་ནས་སོ་སོ་ས་བཅའ་ལི་ཡ་བཅའ་ལག་བཏང་དུས་ཙམ་པ་ལི་ཡ་ད GST རྒྱག་དགོས་རོགས་ཨ་ནི GST དེ་ཁྲལ་དེ་གང་ལྟར་ཆེན་པོ་ཞུ་རོགས་ད་ཨ་ནི་དེ་དུས།

ལས་ཉུང་བ་ཡིན་པ་ཡིན་ན་བརྒྱ་ཆ་ལྔ་གཅིག་དང་ནི་གཅིག་སྟོང་གྱེས་རྒྱུ་ཡོད་པ་ཡིན་ན་བརྒྱ་ཆ་བཅུ་གཉིས་དང་བརྒྱ་ཆ་བཅོ་བརྒྱད་བཅོ་ལྔ་ནི་ཡག་གོ་ལྕགས་ལ་ལྤགས་པའི་ཡོ་རོ་བ། ད་འདི་ཡིས་ང་ཚོ་ད་བོད་པ་ཚོང་པ་ལ་ཞུ་གི་མེད་དང་ཡང་བོད་པ་ཚོང་པ་འདྲ་བས་ཀྱི་རྒྱ་གར་ཚོང་པ་ཡོ་རོ་བ། ཨ་ནི་ལྕགས་ལ་དེ་གོང་མ་གཅིག་སྟོང་ལས་མ་ཁེ་ཟོས་ནས་ཨ་ནི། སོ་སོ་ས་ཆ་ལ་ཡ་བཏང་ཡས་ཀྱི་ད་འདི་ཁེ་ཟོས་དུས་ཙམ་པ་ལ་ཡ་ཨ་ནི་ཁྲེ། སྐད་ཆ་འགའ་ལས་གིག་མ་རོ་གཅིག་སྟོང་གིག་ཡོད་ན་ནི་ཁོ་ད་ཡ་དེ་ལས་དཔའ་བའི་བཅུ་གཉིས་ནས་བཅོ་བརྒྱད་ག་ཚོད་ཡིན་པ་ནི་འདི་ཁྱེད་དེ་གི་རེད་བ། དེ་འདྲའི་དཀའ་ངལ་ཆེན་པོ་ཅིག་ཡོང་དུས་བསམ་པ་ལས་ད་དེང་གི་སོ་སོ་ཁ་སང GST གི་འགྱུར་བ་དེ་ལས་འདི་ཡིན་གཅིག་མིན་གཅིག་བཏང་ཡིན་པ། ད་དེ་ང་ཚོ་ལ་དངོས་གནས་ང་ཚོ་བོད་པ་ཚོང་པ་དངོས་གནས་ཅིག་གི་ཁྱེད་དེ་གི་མི་འདུག་ང་ཚོ་ལ་ཡ་ཁྱེད་དབེན་ཆེན་པོ་ཞུགས་ཀྱི་ཡོང་ས་དེ་དམིགས་བསལ་གྱི་ཁེ་དབང་ག་རེ་ཏང་ཙུའི་རྗེས་ལྕི་ལི་ཡ་བོད་པ་ལྟར་གནང་གི་ཡོད་མ་རོག་ང་བསྐྱར་དུ་ཞུ་གི་ཡོད་ཡིན་པ་ནས་སྒོར་མོ་གཅིག་སྟོང་ཡིན་པ་ཡིན་ན་གཅིག་སྟོང་ལས་མང་ཡིན་དུས་ཚན་པ་ལ་མ་བཅག་ནས་བཅག་ལ Over Rate ག་རེ Under Rate ལས་ཡོད་དོ་གོང་ཚད་དེ་མ་བཅག་ནས་ཁྲལ་ཉུང་སུ་ཡོང་བའི་ཆེད་དུ་བཅག་ནས་ལས་ཀ་བྱེད་བསྡད་དེ་ཏང་ཙུའི་ཕལ་ཆེར་བྱེད་དགོས་ཡས་ཁེ་ས་ཡས་མ་རེད་བསམ་གང་ལ་ན་སྙེ་མ་ང་ཚོ་སྒོར་མོ་གཅིག་སྟོང་གི་བར་ལ་ཡ་གས་ཆ་ལྔ་གས་ཀྱི་ཡོད་རེད་བ་གཅིག་སྟོང་གས་ཀྱི་ཡོད་པ་ནས་ད་གས་ཆ་ཐོས་བ་ཞིག་གས་ཀྱི་ཡོད་རེད་བ་ཏང་ཙུ་དེ་སྒོར་མོ་ཉིས་སྟོང་ལྔ་བརྒྱ་བར་དུ། ཉིས་སྟོང་ལྔ་བརྒྱ་ཉིས་སྟོང་ལས་ཉུང་ང། ཨན་ཅཱ་ལ་ལའི་བརྒྱ་ཆ་ལྔ་རེ་བཤད། དེ་བཞིན་དེ་འདྲའི་ཡིན་དུས་རྩམ་པ་ལས་ང་ཚོས་ད་བོད་པ། མང་ཆེ་བགྲོ་བོ་གཅིག་གིས་སོ་ཀྲ་བཙོང་གི་ཡོད་རེད་བ། ནི་སོ་ཀྲ་ནི་ཕལ་ཆེར་ཕལ་ཆེར་གལ་ཆེ་ད་ཡང་གལ་ཆ་གལ་གལ་གལ་གལ་ཆེ་ཡིན་རེད་ད། ཨ་ནི་བོད་པ་མང་ཆེ་བགྲོ་བོ་གཅིག་ནི་གལ་ཆེ་གལ་ཆུང་ནི་སོ་ཀྲ་རང་བཙོང་གི་ཡོད་རེད་བ། ཨན་སོ་ཀྲ་དེའི་གལ་ཆེ་གལ་ཆུང་དགུ་བཅུ་ནི་གང་ལྟར་ཉིས་སྟོང་ལྔ་བརྒྱ་ལས་ཆེ་ནི་ཡིན་གྱི་མ་རེད་བ་མར་ཚ། བྱས་ཙང་ང་ཚོས་ད་རྗེས་དྲིས་དེ་ང་ཚོ་དགོངས་ཚད་དུ་མ་བཅག་གོ་ཡ་གལ་ཆགས་གི་མི་འདུག་བ།

བཅའ་རྒྱུ་ཡོད་པའི་ནས་མ་བཅའ་ན་ཡག་པོ་རེད་ལྷག་པར་དུ་ཨ་ནི་རྒྱ་སྐད་གཙོ་ངན་ཚོ་ཡོད་ད་ག་ག་ཚོད་ག་ཚོད་ཡོད་པའི་ནས་ཁོ་རང་ཚོ་ལས་ཁེབས་སང་ཆེན་པོ་རག་གི་སང་གར་ཅན་ལ་ན་རྒྱ་སྐད་བླ་ཡ་ཚོ་ད་ངན་མ་གཙོ་གི་ཡོད་པའི་ན་ནི་ཞུ་གཅིག་གི་གཅིག་སྟོང་ལས་ཉུང་ང་བཅའ་ཐུ་ཡ་སའི་གད་མི་འདུག་ཨ་རྒྱ་སྐད་བླ་ཡ་གུང་ཆེན་པོ་རེད་བ་ད་དེ་འདྲའི་ཡོད་འདི་ཙམ་པ་ལས་ཉིས་སྟོང་ལྔ་བརྒྱད་ལ་དུས་ཙམ་པ་ལ་ཡ་རྒྱ་སྐད་མང་པོ་ཅིག་དེ་ནང་ལ་ཚུད་འགྲོ་གི་རེད་བ་བྱས་སང་ང་ཚོ་བརྒྱ་ཆ་ལྔ་ལས་མ་སྤྲད་ནས་འགྲིག་གི་ཡོད་རེད་བ་ད་དེ་སྔའི་གི་ཞུ་སྟངས་དེ་ཡང་འདི་ཞུ་གི་ཡོད་ད GST གི་འགྲོ་སྟངས་གི་པ་བས་ཅིག་ཞུ་གི་ཡོད་རེད་ད་ཁྱེད་ཁྱེད་རང་ཚོ་ས་གནས་ཁག་ཁག་ལས་རྗེ་ཨེས་ཏི་ལས་ཀ་དེ་གཙང་མ་ཅན་བྱེད་རྒྱུ་ཡོད་ན་འདྲ་ཡང་རྗེ་ཨེས་ཏི་གི་བྱེད་ཡིན་གྱི་ག་འདྲའི་གནང་རྒྱུ་ཡོད་ན་འདྲ་འགྲོ་སྟངས་དེ་འདྲའི་འགྲོ་ཞེས་བརྒྱ་ཆ་གོ་མ་གཅིག་སྟོང་གྱེས་རྒྱུ་ཡོད་ན་སྔན་མ་ཡིན་ན་གོ་མ་བརྒྱ་ཆ་ལྔ་རོགས་ད་ད་བརྒྱ་ཆ་ཉིས་གོ་མ་ཉིས་སྟོང་ལྔ་བརྒྱ་གྱེས་ཀྱི་མེད་པ་ཡིན་ན་ཨ་ནི་བརྒྱ་ཆ་ལྔ་བྱེད་འདུག་བསམ་པ་ལས་རྗེ་གེ་དེ་མང་པོ་དེ་ནང་ཚུད་འགྲོ་གི་འདུག་བསམ་གྱི་འདུག་ཁྱེད་ཚང་རྗེ་གེ་ཁྱེད་རང་ཚོ་ལ་རག་དུས་ཡིན་ནས་དེས་དགོངས་ཁྱེད་ར་ཡས་ག་ལ་རྗེ་ཨེས་ཏི་བརྒྱ་ཆ་བཅུ་གཉིས་བཅོ་ལྔ་བཅོ་བརྒྱད་གྱ་གྱི་ཡོད་མ་རོ་བ་ག་ལ་ཉིས་སྟོང་ལྔ་བརྒྱ་ལས་ཉུང་ང་ཡིན་ན་ནི།

དེ་འདྲའི་ཡིན་དུས་རྩམ་པ་ལ་ཡ་གྱང་ཚོས་རྩལ་སླ་ཟེར་གྱི་ཡོད་པ་ཡིན་ནི། གྱང་ཚོ་ཡང་འདི་རྗེས་དྲིག་འདི་མ་ཆགས་ནས་ཁ་བ་ཏིས་ང་ལ་འགྲོ་གི་རེད་བསམ་གྱི་ཡོད་པ་ཡིན་ན་ནི། ཨ་ནི་ཅི་འདི་གོ་བའི་སྟ་རེ་ངའི་ས་རྐུབ་བར་དུ་གོ་ན་ཡག་པོ་ཡོད། འདི་བྱས་ན་རྗེས་དྲིག་འདི་ཨ་ནི་ཁོ་ཁ་སང་ད་རིང་གིས་ཐག་ཆོད་པ་དེ་ཨ་ནི་ལག་ལེན་དེ་ཅི་འདི་གོ་བའི་སྟ་རེ་ངའི་ས་ངོས་ནས་རེད་དོ། བྱས་ཙང་ལྷན་རྒྱས་ཚོ་ལ་ལྟ། འདིས news དེ་ཞུ་བ་ཅག་རེད་རོ།

ཡག་པོ་ཡོད་རེད་ཞུས་ད་མཐའ་མ་དེ་ལས་ཡག་ཨ་ནི་ཡིན་གཅིག་མིན་གཅིག་ཞུ་ཡས་ཆེ་ད་འདི་ང་མདུན་ལས་སྐྱེས་ཀྱི་ཡིན་རོ་ད་དེང་གི་དང་པོ་ལ་ཡ་དྲན་པ་ཆེ་ཡིན་གཅིག་མིན་གཅིག་ཅིག་ངའི་བིད་རོ་དེ་སེམས་པ་རྣམ་དག་གི་བཟོས་ཀྱི་ཡོད་རོ་བ་ཕན་ན་སམ་བཟོས་ཀྱི་ཡོད་ཚོགས་པ་སྤྱི་ཚོགས་ལ་ཕན་ན་སམ་བཟོས་ཀྱི་ཡོད་རོ་བ་དེ་འདྲ་ཡིན་བསམ་པ་ལས་ཡ་ང་ལ་རོགས་པ་གནང་རོགས་གནང་རོགས་ང་ལ Subscribe ཡིན་གཅིག་མིན་གཅིག་གནང་རོགས་གནང་བྱུང་བ་ཡིན་ན་དེ་མ་ད Subscribe གནང་ན་ད་དཀའ་ལས་སུ་གས་ཡོད་མ་རོ་བ་ཨ་ནི Like གནང་རོགས་གནང་རོགས་ཨ་ནི་ཁྱེད་རང་དེ་ངའི་གནས་ཚུལ་དེ་ཁྱེད་རང་ལ་ཡ་དངོས་གནས་ཕན་ཐོགས་པོ་འདུག་བསམ་གྱི་ཡོད་པ་ནི་ཁྱེད་ཚོ་ཚོང་གི group མང་པོ་ཡོད་ར་ཚོང་སོ་སོ་སོ་དེ་ཟིན་རོགས་དེ་ནས་ངས་འདི video དེ་འཇི་མི་འཇི share གནང་རོགས་གནང་རོགས་ཨ་ནི་ད་འདུས་ང་ལ་ཞུ་ཅིག་ཕན་ཐོགས་གི་ཡོད་འདུག་ཕན་ཐོགས་ཐོགས་བཅུ་འདོད་ཡོད་པའི་ན་ནི video དེ་གང་བཟང་གཏང་རོགས་གནང་རོགས video དེ་འཇི་མི་འཇི་གང་བཟང་ཅིག་བལྟ་གནང་རོགས་གནང་ཞུ་ཡ་ཨ་ནི like share ཨ་ནི་ཡང་ནོར་གི་འདུག་ན་འཇི་མི་འཇི་བ་ལ་ཡང། Dislike བྱེད་ཡས་ཡོད་རེད་བ་ལི་ཡ་ང་ནོར་ཤག་ཡིན་གྱི་མིན་གྱི་བ་ལི་ཆེན་རྒྱབ་ནའི་འགྲིག་རེད་ཨ་ནི་འགྲིག་གྱི་ཡོད་ན་ནི་ཡིན་གྱི་མིན་གྱི་ཆེན་རྒྱབ་གནང་རོགས་འདི་གི Video དེ་ཁྱབ་ཆེ་ལོས་འགྲོ་ཡ་ལས་ཁྱེར་བ་འགྲོ་གི་འདུག་དེ་ཕྱིར་ངས་ཡང་སེ་ཨ་ད Like གནང་རོགས་གནང Share གནང་རོགས་གནང Comment གནང་རོགས་གནང་ཨ་ནི་གང་བཟང་ཟིག་གནང་རོགས་གནང་ལ་དེ་ང་ལ་ཁྱེར་བ་འགྲོ་གི་འདུག་ལ་སོ་ཐུགས་ཆེ་ལ་ཨ་ནི་འདི་འདྲ་འགྲོ་བཞིན་ད་རིང་ཡ་ཡ་ཨ་ནི་བསྐྱར་དུ་བཅར་ཡས་ཡིན་ད་ལ་སོ་ཐུགས་རྗེ་ཆེ།